ད་སྐད་སྒམ་དེ་བསྲེས་མཁན་གྱི་སྒྲ་སྒམ་དེ་བསྲེས་མཁན་གྱི་ཨེ་ནས་གྲོགས་པོ་ཚང་མ་དེ་ལ་བཀྲ་ཤིས་བདེ་ལེགས་ཡོད། ཨེ་ནས་ང་མདོ་སྟོད་ཕྱོགས་ཁག་གི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་སློབ་སྟོན་པ་བོད་པ་ཚེར་རྟ་བརྒྱད་ཡིན། ད་ཚོགས་པ་དེ་གི་ནང་ལ་ང་གི་རྒྱུད་རིང་འདྲ་བོ་དང་པོ་སྐད་ཆ་བཤད་པ་ལས་ཡང་ངའི་ལོ་རྒྱུས་འདྲ་བོ་རབ་ཟེར་གྱི་ཞུ་ན་མི་ཚེ་ད་ལྟ་བསྡད་གི་མ་རེད་དེ་བྱེད་དུས་ང་དགུ་བཅུ་གོ་བདུན་ནས་བྱས་ནས་ཉིས་སྟོང་བཅུ་བདུན་བར་དུ་ལ་ཨོ་ཐའི་ཚོགས་གཙོ་དང་ཚོགས་གཙོ་ལས་རོགས་དང་ཚོགས་གཙོ་ལས་ཚབ་དང་ཨ་འབྲེ་གི་འགན་འཁུར་བྱས་ནས་ཀྱི་ཚོགས་གཙོ་རང་གི་རྐུབ་ལྕག་གི་ཐོག་ལ་ང་ལོ་བཅོ་ལྔ་བསྡད་ཡོད་རེད་གཞན་དག་དེ་འདྲའི་ཚོགས་གཙོ་ལས་ཚབ་འདྲ་བོ་དང་ཨོ་དེ་འདྲ་གི་མིང་འཁུར་བྱས་ནས་གང་ལྟར་ཉིས་སྟོང་བཅུ་བདུན་བར་དུ་ལས་ང་དུ་སི་ཚོགས་པ་དེ་ནང་ལ་དུ་སི་བྱས་ནས་ཀྱི་ད་གནད་ཡོད་ཀྱི་མི་ཟེར་གི་འདྲ་བ་ཚོགས་པའི་གི་ཚོགས་གཙོ་དང། མིའི་གོ་ཆ་འདེད་བདེ་མཁན་གྱི་ཡིན་ད་ལྟ་ཆར་ལ་ཉིས་སྟོང་བཅུ་བདུན་ནས་བྱས་ནས་ད་ད་ལྟ་ཆར་ལ། ཚོགས་པ་གི་ཅིག་ཚོགས་ཆེན་གི་ཐོག་ནས་སྤྱི་མོས་བཅས་བྱས་ནས་ང། སློབ་སྟོན་པ་ལ་བསྡད་རོགས་བྱས་སོང་ཙང་སློབ་སྟོན་པ་གི་མིའི་གོ་ཆའི་ཐབས་ཆག་ར་བོ་ཆེ། ད་དུ་སུ་ཆེ་ད་འདྲ་བ་བསྡད་བསྡད་ཡོད། ད་ད་རེའི་བཀའ་མོལ་ཞུ་ཡག་གི་དོན་དག་གཙོ་བོ་འདྲ་བོ་ག་རེ་ཡིན་ཟེར་ན། ད་སྐབས་རྗེས་ནས་ད་གཞོན་སྐྱེས་མང་པོ། ཡང། དར་མ་འདྲ་པོ་ཕྱག་གཉིས་རང་ནས་གསོས་ཡོང། ཨ་ནི་དེ་འདྲ་བྱེད་དུས་དེ་ལ། ང་ཚོ་བསྟན་དགྲ་ཁག་གཉིས། འདུག་དུས་ཕྱོགས་ཁག་གི་ནང་ལོགས་དེ་ལ། ཁག་གཉིས་ཆགས་དགོས་ཡག་རྒྱུ་མཚན་གྱི་སྐོར་ལ་ཞེ་དྲག་གི་མ་མཁྱེན་མཁན་མང་པོ་ཅིག་ཡོད་ས་རེད་མང་པོ་ཅིག་ཡོད་ས་རེད། དེ་འདྲ་ཅིག་གི་སྐོར་ནས་ཨ་ནི། རྒྱུན་རིང་རེད་ཡ་དེ་འདྲ་གི་སྐོར་ལ་ཡ་ལ་བཀའ་འདྲི་ཞུ་མཁན། གཅིག་ག་རེ་ཟེར་ཞལ་ལྕེ་ཁ་མང་པོ་ཅིག་བསླེས་ཀྱི་ཡོད་ས་རེད་དེ་གཅིག་དེ་ངས་མང་པོ་མེད་སྐབས་མི་ཚེ་ག་གཉིས་ཤོད་ན་བསམ་སོང། ཐོག་མར་བྱུང་རིམ་ནི་དགུ་བཅུ་གོ་བཞི་ལོ་ལ། དེ་དུས་མདོ་སྟོད་ཆུ་བཞི་སྒང་དྲུག་ཟེར་ན་མདོ་སྟོད་ཕྱོགས་ཁ་ཟེར་ན་གཅིག་མི་ཤི་ཡོང་མ་རེད་མདོ་ཁམས་ཆུ་བཞི་སྒང་དྲུག་དེ་རེད། དེ་བྱས་དུས་དེ་ལ། བཙན་བྱོལ་གཞུང་གི་སྲིད་བྱུས་ཀྱི་ནང་ལོ་འདི་ལ་ཐེ་ཝན་བལ་སོག་ལས་ཁུངས་མཉམ་དུ་འབྲེལ་བ་བྱེད་མ་ཆོག་བ་ཞིག་གི་སྐབས་དེའི་བཙན་བྱོལ་བོད་གཞུང་གི་སྲིད་བྱུས་རེད། དེ་ལྟར་སྲིད་བྱུས་དེ་དག་འགལ་བའི་ཐོག་ནས་ནས་མདོ་ཁམས་ཆུ་ཤུར་སྒང་དྲུག་གི་ཐོག་ལ་རྒྱུན་ལས་རེ་ཟུང་ཅིག་གིས་སྦེ་ལོན་ལ་འགྲོ་བ་བྱས་ནས་གོ་མིན་དང་མཉམ་དུ་འོ་གྲོས་མཐུན་དོན་ཚན་གསུམ་བཞག་བྱས་ནས། འོ་དེ་གི་ཅན་བཅས་བྱས་ནས་ཀིན་ཚེ་རིང་ཆོམ་གི་ཆབ་སྲིད་ཀི་ལམ་ཕྱོགས་དང་རྦད་དེ་རྒྱབ་འགལ་བཟུང་བ་ལ་བརྟེན། ཨ་ནི་གོང་གསར་སྐྱབས་མགོན་ཆེན་པོ་ལྷ་དགོངས་ཐུགས་དགུ་ཡར་རྒྱས་དང། མདོ་སྟོད་རྒྱ་ཆེའི་མི་མང་བློ་ཕམ་བྱེད་དགུ་ཡར་གི་གནས་བྱེད་ལ་སླེབས་པ་རེད། ད་དེ་ཚོ་ལོ་རྒྱུས་མང་པོ་བགྱིས་ཡོད་རེད་རྒྱུན་རིང་མང་པོ་བགྱིས་ཡོད་རེད་ལོ་རྒྱུས་མང་པོ་བགྱིས་ཡོད་རེད། རྣམ་པ་ཚོ་ད་ལས་བཀའ་ལས་འབྲེལ་ཡོད་ཡིག་ཆ་ཚང་མ་ལས་ཟིག་དང། ཨ་ནི་ཕྱིན་ཡོང་གི་རེད་ལྡི་ལི་ཀི་ནི། ཟླ་གམ་ཕྱི་ཕྱི་གོང་དུ་མི་ཚོགས་ནས་སྟོན་ཞྭ་ལེགས་ཀི་བསྡེབས་ཡོད་རེད། དེ་བར་དུ་དེ་ཆོས་ཕྱོགས་ཁག་གི་མིའི་ཐོག་ནས་སྟོན་ཞྭ་ལེགས་པའི་ལོ་རྒྱུས་དང་དེབ་ཡོད་པ་རེད། ཡིན་ན་ཡང་བཙན་བྱོལ་བོད་གཞུང་གིས་ཉིས་སྟོང་བཅུ་དྲུག་ལོ་ལ་སྡེ་གསུམ་ལས་ཁུངས་ནས་གཞུང་སྒྲིག་གི་ཐོག་ནས་སྟོན་ཞྭ་ལེགས་པའི་སྡེ་སྟོན་རྡོ་རྗེའི་བྲག་རི་ཟེར་ནས་སྟོན་ཞྭ་ལེགས་པའི་མ་འོངས་ཀྱི་ཞུ་ཆེན་ཚོགས་ཀྱི་ཤེས་རྟོགས་ཀྱི་ཆེད་དུ་ཡིན་གསུངས་ནས་སྟོན་ཞྭ་ཡོད་རེད། དེ་གི་ཚོགས་ལས་ཚང་མ་དེ་གི་གཅིག་གསན་གཟིགས་གནང་ན་ཡག་པོ་ཡོད་རེད་བསམ་གྱི་འདུག། ལྷག་པར་དུ་སྟབས་བདེ་བོ་འདྲ་པོ་ཞིག་བྱེད་པ་ཡིན་ན་ནི། བོད་གཞུང་བདེ་སྲུང་ལས་ཁུངས་ཀྱིས་ཡོངས་ཁྱབ་ཀྱི་ཐོག་ལ་གནང་བཞག་པ་གྱི་དེབ་དེ་བདེན་དོན་རྡོ་རྗེ་བྲག་རེད་དེ་ལ་གཟིགས་ན། རྒྱུན་རིང་ཚང་བྱུང་རིང་ཆ་ཚང་དེ་ན་ཡོད་བ་རེད། སུ་གི་དེ་བདེན་སུ་གི་དེ་མི་བདེན། ག་རེ་ཉན་དགོས་ཡོད་ག་རེ་ཉན་དགོས་མེད་དེ་ནི་གསལ་པོ་གསལ་འཆམ་གྱི་ཡོད་རེད་ཟེར་ང་དེ་ཞུ་འདོད་བྱུང་སོང། ཨ་ནེ་གནད་དོན་གསུམ་པ་འདི་ལ་ག་རེ་ཡིན་ཟེར་ན་ད། ཕྱོགས་གཉིས་ཁ་ཁ་ལ་བྱེད་བྱེད་ནས་གི། ལོ། ཨོ། ཉི་ཤུ་རྩ་བདུན་རྩ་བརྒྱད་ཟེར་རྒྱུ་ལ་འགྲོ་གི་འདུག། ཨ་ནེ་ལྡི་ལི་མདོ་ཁམས་ཆུ་བཞི་སྒང་དྲུག་དང་རྡ་རམ་ས་ལ་མདོ་སྟོད་ཕྱོགས་ཁ་ཟེར་ཡ་གཅིག། ཁམས་པ་ནང་ལོགས་ལ་ཁག་གཉིས་ཆགས་དགོས་ཡ་གཅིག། རྩ་བའི་ཚང་མ་ཁང་པ་རེད། ཤ་ཁྲ་གཅིག་པ་རེད། ཨེ་ཚང་མ་འདི་གཅིག། ཨོ། མདོ་སྟོད་ཆུ་བཞི་སྒང་དྲུག་གི་ནང་ལོགས་ལ་དང་མདོ་སྟོད་ཕྱོགས་ཁག་གི་ནང་ལོགས་ལ་མ་ཆད་པ་གི་མི་སྤྱི་ཡ་ཡོང་མ་རེད། ནང་ལོགས་ལ་གཅིག་རྩོད་རྒྱུ་དང་འཁོན་རྒྱུ་དང་གཅིག་ཕ་ཤ་མ་རྒྱུ་རྩོད་ཡ་ལབ་རྒྱུ་ལེན་རྒྱུ་ག་གལ་ཡོང་མ་རེད། བཙན་བྱོལ་གཞུང་གི་ཆབ་སྲིད་གི་གནད་དོན་གལ་ཆེན་པོ་བརྒྱད་དང་འབྲེལ་བའི་ཐོག་ནས། ཨ་ནེ་ཡའི་ཆབ་སྲིད་གི་ལམ་ཐོག་ལམ་ཕྱོགས་ལངས་ཡ་ལ་མ་འདྲ་བ་ཤས་ཆེ་ནས་གི་ཁག་གཉིས་བྱེད་དགོས་པ་བྱུང་བ་རེད། དེ་བྱེད་དུས་ང་ཚོ་རྡ་རམ་ས་ལ་ཡོད་བསྡད་ཡ་གི་ད་ལྟ་མདོ་སྟོད་ཆོལ་ཁ་དེ། སྐབས་དེ་ལ་ཡ་བཙན་བྱོལ་གཞུང་གི་གཞུང་འབྲེལ་གི་ཐོག་ནས་མདོ་སྟོད་རྒྱ་ཆེ་མི་དམངས་ལ་ཡ་ནི་འོས་ཤོག་འདོན་གནང་བ་རེད། བཙན་བྱོལ་གཞུང་གི་ལམ་ཕྱོགས་ལ་རྒྱབ་སྐྱོར་བྱོས་མཁན་བཅས་དང། ཨ་ཐ་འདི་པོ་ཁོ་ཚོ་གི་བོད་བོད་སོག་ལས་ཁུངས་མཉམ་དུ་ཤག་ཤག་ཡ་གྲུ་ཆོད་དོན་ཚུལ་གསུམ་དེ་ལ་རྒྱབ་སྐྱོར་བྱེད་མཁན་གཉིས་དེ་སུ་ལ་གདམ་ག་ཡོད་ན་དེ་ལ་གདམ་ག་ཡོད་ཟེར་ནས་འུད་ཤོག་དུ་གནང་པ་རེད་འུད་ཤོག་དུ་བཏུས་དེ་ལ་ནི་ང་ཚོ་བརྒྱ་ཆ་དགུ་བཅུ་གོ་དགུ་དང་དྲག་ཆུང་བཙུན་བྱི་དམ་པ་བཙན་བྱོལ་གཞུང་གི་བྱང་ཕྱོགས་ལ་ཡ་རྒྱབ་སྐྱོར་ཡོད་ཟེར་ནས་གི་འུད་ཤོག་ཕུལ་བ་རེད་ལངས་པ་རེད་དེ་འདྲ་བྱས་དུས་དེ་ལ་ནི་དེ་ཡི་ཞུགས་དེ་ལ་ཡ་ནི། བལ་ཡུལ་གྱི་མདོ་སྟོད་ཕྱོགས་ཁག་གི་མི་གཙོ་བོ་བཅས་པ་བཅས་དང། བཙན་བྱོལ་གཞུང་གི་གཞུང་ཞབས་ཀྱི་ནང་ལོགས་འདི་ལ་གཞུང་ཞབས་ལས་བྱེད་པ་ཉེར་བཞི་རྩ་དྲུག་ཁོ་རང་ཚོ་མཉམ་དུ་ལ་ཡ། ནས་ཚོགས་སྐོང་འགན་འཛིན་བྱས་ནས་ཀྱི་བཞུགས་སྒར་རྡ་རམ་ས་ལ་ལ། སྤྱི་སྟོང་དགུ་བརྒྱ་དགུ་ཅུ་གོ་ཆོད་ལོར་གྱི་སྤྱི་ཟླ་བཅུ་པ་ནང་ཚོགས་ཆེན་འཚོགས། ཉི་མ་ལྔ་ལ་ཚོགས་ཆེན་འཚོགས་ཚོགས་མགོན་ལ་སྐྱབས་མགོན་རིན་པོ་ཆེ་ཕེབས་མང་གཙོ་ཀ་བ་སོང་ཁ་ཕེབས། སྤྱི་འཐུས་རྣམ་པ་དང་ནི་དེ་འདྲ་བ་བཅས་ཀྱི། བོད་གཞུང་གི་གཞུང་ཞབས་ཆེ་ཕྲ་ཡོངས་རྫོགས་ཀྱིས་ཕེབས་པ་རེད་དེ་བར་མདོ་སྟོད་ཕྱོགས་ཁག་ངོས་ནས་ས་གནས་ཁག་དང་ལུང་ཚན་ཁག་བསྡོམས་པས་སྡེ་ཁག་སུམ་ཅུ་སོ་དྲུག་སོ་གཅིག་གི་མི་སྣ་འཛོམས་བཅས་ནས་མི་སུམ་བརྒྱ་དྲུག་ཅུ་སོ་གཅིག་འཛོམས་བཅས་ནས་མཐའ་མ་གི་ཐག་ཆོད་དེ། ཡ་དེ་ལེགས། མདོ་ཁམས་ཆོས་བརྒྱུད་སྒང་དྲུག་ཟེར་ཡ་དེ། ལ་མི་མཐུན་མེད་དེ་རྡ་རམ་ས་ལ་ལས་ཡ། ཨ་ནི་མདོ་སྟོད་ཆུ་བཞི་སྒང་དྲུག་ཟེར་ཡ་དེ་བཙུགས་གི་ཡིན་སོགས་ནས་གི་གྲོས་ཆོད་བཞག་ནས་གི། ཨ་ནི་དངོས་སུ་ཚོགས་ཆེན་བཙུགས་པ་རེད། ཚོགས་ཆེན་དེ་ཐོག་མ་བཙུགས་དུས་དེ་ལ་ཚོགས་གཙོ། ཨ་ནི་བ་ར་ནཱ་སི་ཀི་རྒན་མགོ་སེ་འདི་པོ། ཚོགས་གཙོ་བཅས་ཚོགས་གཞོན་གཉིས་བཅས། དྲུང་ཆེ་ད་ལྟ་དེ་ང་ཚོ་བཀའ་བློན་ཁྲི་ཟུར། སྐུ་ངོ་བློ་བཟང་སེང་གེ་མཆོག་དྲུང་ཆེ་དང་དྲུང་ཆེ་ལས་རོགས་གཉིས། ཨོ་ཐུ་སི་བཅས་ནས་ཀྱི་བསྐོ་བཞག་གནང་བྱས་ནས་ཀྱི་དབུས་རྒྱུན་ལས་བཅུ་དྲུག་གི་མིང་ཐོག་ནས། ཨ་ནི་རྡ་རམ་ས་ལ་མདོ་སྟོད་ཕྱོགས་ཁག་ཟི་ན་དག་མདོ་ཁམས་ཆུ་བཞི་སྒང་དྲུག་ཐུགས་སི་བཅས་ནས་དབུ་བརྙེས་པ་རེད། ཟོ་བྱུང་རིམ་ཐུགས་སི་རེད་དེ་ནས་བཅས་ནས་ད་བར་དུ་ལོ་ཉི་ཤུ་རྩ་བདུན་ཕྱིན་བཞག་ཟེར་ནས་ངས་ཞུ་ཡ་སྙིང་པ་དེ་དེ་ཡིན། ད་དེ་ནས་ད་བར་དུ་ལི་ཐུགས་སུ་བསྐྱེད་ནས་ལྷག་ཏུ་ཡོད་རེད་དེ་གི་ནང་ལོགས་ལ། ཁག་གཉིས་ཚོས། གནམ་སྒྲིག་བྱེད་ཡག་གི་ཐོག་ལ། མདོ་སྟོད་སྤྱི་འཐུས་གཅིག་གི་འགན་འཁུར་བྱས་ནས་གི་ཆོས་ལུགས་ཁག་གི་བླ་ཆེན་རྣམ་པ་གཙོ་བོ་རྣམས་བྱས་ནས་གི་སྐུ་ཚབ་ཕེབས་བྱས་ནས་གི་ནོར་བུ་ལིང་ཁ་ལས་བདུན་ཕྲག་གཅིག་ཚུན་ཆད་ལ་ང་ཚོ། སྦྱང་བཤད་བྱས་པ་རེད། སྦྱང་བཤད་བྱས་པའི་ཤོག་བུ་འདི་ལ། ནང་དོན་འདྲ་པོ་སྟངས་འཛིན་ཡ་གཅིག་གི་བར་འདུམ་འདྲ་པོ་རྩ་བ་ནས་བྱས་ཐུབ་པ་མ་བྱུང་རེད། ཨེ་དེ་མ་བྱུང་སོང་ཙ་དོན་དག་གོམ་པ་དང་པོ་དེ་དེ་ནས་ང་ཚོ་གོ་དཀའ་ཤོས་རེད། གོམ་པ་གཉིས་པ་དེ་ལ། སྐྱབས་མགོན་རིན་པོ་ཆེ་ནས་ཉིས་སྟོང་ཐམ་པ་ལོ་ལས། དགོངས་སེལ་ཞུ་གི་ཡིན་ཟེར་ནས་ཁོ་ཚོ་མི་དགུ་གྱིས་ཡ་ལྕག་བྱས་ནས་དགོངས་སེལ་ཞུ་དགོངས་སེལ་ཞུ་ཚོད་རོལ། ད་ཁོ་ཚོ་དགོངས་པ་དང། དང་བཟུང་ཀུན་འདུས་བསྒོམ་པ་དང་བཟུང་ཐ་མི་དགོས། ད་གནས་སྟངས་དེ་ག་འདྲ་ཆགས་དང་མ་ཆགས་བཀའ་སྤྱི་གཉིས་ལ་སྐད་ཆ་བྱས་སོང་ནས་ཀུན་འདུས་ཀྱི་བཀའ་དེ་ཕེབས་པ་བཞི་བཟུང་བྱས་བྱས་ནས་དགོས། ད། ཞུ་སྐུལ་འདི་ལ་ཚོགས་ཆུང་བཙུགས་པ་རེད་ཚོགས་ཆུང་བཙུགས་ནས་དགོས། བཀའ་བརྫུན་འཇུ་ཆེན་ཐུབ་བསྟན་རྣམ་རྒྱལ་གཙོ་བོ་བྱས་པ་ཅིག་གི་ཚོགས་ཆུང་གི་དགོས། མི་ཁག་ཅིག་རུག་རུག་བཟོས་བྱས་ནས་དགོས། མདོ་སྟོད་ཁག་གཉིས་དེ་འདུམ་འགྲིག་བཏང་ཡས་ཡིན་ཟེར་ནས་དགོས། ཚོགས་འདུ་ཚོགས་པ་རེད་ཐ་མ་དེ་ལས་དེ་ལས་གྲུབ་འབྲས་ག་ག་ཡེ་ཐོན་ཡོང་མ་རེད་གྲུབ་འབྲས་ག་ག་ཡེ་ཐོན་ཡོང་མ་རེད། དོན་དག་དེ་གོ་སྐབས་རྙིང་པ་དེ་རེད་གོ་སྐབས་གསུམ་པ་དེ་ལས་ད་ག་རེ་ཡིན་ན་མིན་ན་ཕྱོགས་གཉིས་ཀྱི་མཉམ་དུ་ལ་བརྟན་བཞུགས་ཕུལ་ཁ་ཤོག་སོང་ནས་གི་ཕྱོགས་གཉིས་དེ་མཉམ་དུ་ལ་ཡ་བརྟན་བཞུགས་ཕུལ་ཤེས་པ་རེད་བརྟན་བཞུགས་ཤེས་པ་རེད་བརྟན་བཞུགས་ཤེས་དུས་དེ་ལ་དེ་ངོ་རིན་པོ་ཆེན་གྱིས་བཀའ་གསལ་བོ་བྱས་ནས་གནང་བ་རེད། ད་རིང་ང་དགོངས་པ་དྭངས་པ་ཡིན་དྭངས་ཡང་དེ་ག་རེ་ཟེར་ང་རོ་སྒེག་གི་ངོས་ནས་རེད་མི་ཤེས་ཀྱི། སྤྱི་བའི་རྩ་དོན་གྱི་ཐོག་ནས་ཁོ་ནོར་བ་ཁོ་ནོར་བ་རང་རེད་མངལ་ཆེན་ནོར་བ་རེད་ལ་མ་འོངས་པ་ཡང་ནོར་བ་རེད། སུས་ཀྱི་བྱས་ན་ཡང་འགྲིག་གི་མ་རེད། ད་རིང་ཁྱོད་རང་ཚོ་བརྟན་བཞུགས་ཕུལ་བ་རེད་དེ་གི་ཐོག་ལ་ང་དགའ་བོ་ཞེ་དྲག་བྱུང་སོང་བྱས་ནས་གི་དེ་ཤིས་རྒྱལ་ས་ཕྱོགས་དང་བོད་མི་རང་དབང་ས་ཕྱོགས་ནང་ལ་ཡོངས་ཁྱབ་གི་ཐོག་ལ་ཡིག་སྐོར་ལོ་རྒྱུས་ཡོད་ཡོད་པ་རེད་དུ་བྱས་ནས་བཀའ་ཕེབས་པ་རེད། ད་ཡག་པོ་བྱས་ན་སླད་ཕྱིན་ཁྱེད་ལ་དེ་ཚོ་སྤང་བླང་མ་འཛོལ་བ་བྱེད་དགོས་ཀྱི་རེད་གསུངས་ལ་རེད་ད་དེ་གི་རྗེས་ལས། ཧོ་ལྡི་ལི་ཁོ་ཚོ་གི་བདེ་དོན་རྡོ་རྗེ་མ་རེད་ཁོ་ཚོ་གི་ག་ཚོད་དགག་བྱ་ཏང་གི་ཐོག་མདའ་བཟོས་ནས་དེབ་ཅིག་དྲངས་ཡོད་རེད་དེ་ད་དུས་ཀྱི་ནི་རྒྱུན་མཐུད་ནས་ཀྱི་ཨོ་དེབ་དེ་གི་གཞི་བཟུང་གི་ཐོག་ལས་ད་ཚོགས་ཆེན་ཚོགས་ན་འདྲ་ཟུར་དུ་གསལ་བསྒྲགས་འགྲོ་ན་འདྲ་ག་རེ་ཡིན་ན་མིན་ན་དངོས་ཤུགས་ལྗིད་ཚུགས་གི་ཐོག་ནས་ཨེ་ནི་བཙན་བྱོལ་གཞུང་ལས་ཀྱི་ཁ་གཏད་འདྲ་པོ་ལོངས་སྤྱད་ནས་ཀྱི་ད་ཡིག་ཆ་ར་དང་རིམ་པ་བཏང་ཡོད་རེད་སྐད་ཆ་འདྲ་མ་འདྲ་གནའ་མི་སྣ་ཚོ་བཤད་ཡོད་རེད་ཚང་མ་ལོ་རྒྱུས་བསྡད་དེ་ཡོད་རེད་ཁོ་ལོ་རྒྱུས་བསྡད་དེ་ཡོད་རེད་བསུབ་ཐབས་མེད་པ་ཅིག་རེད་ད་དེ་ཚོ་ཚང་མ་དེ་ནོར་ན་འགྲིག་གི་མི་འདུག་དེ་ཚོ་ཚང་མ་དེ་བཤད་དེ་ན་འགྲིག་གི་མི་འདུག་མི་ཚེ་གཞན་ང་ཚོ་ཁག་གཉིས་བསྡད་དགོས་ཡག་དང་མ་འགྲིག་བ་རྒྱུ་མཚན་རྩ་བ་ནས་མེད་དེ་ཚོ་གཙང་མ་གྱི་ཚོགས་རོགས་བྱས་ཟེར་ནས་ང་ཚོ་ཐེངས་མང་མང་པོ། ལབ་ཡོད་རེད་ང་ཚོ་ཚོགས་ཆེན་ག་དུས་ཚོགས་ན་འདྲ། ག་དུས་དེ་གི་སྐོར་ལ་གྲོས་བསྡུར་བྱས་ན་ང་ཚོས་སྒོ་ཕྱེ་ཆོད་པ་རེད། ཡིན་ན་ཡང་གཙང་མ་གཙང་མ་ནང་ནས་ཚོགས་ཡོད་མ་རེད། ཡིག་ཆ་དེ་ཚོ་ད་ལྟ་ཡང། ཉལ་ཏེ་ཡོད་རེད་ལ་ཡིག་ཆ་དེ་ཚོ་ནོར་ཆག་ད་དེ་སྔ་ཕྱི། ཅི་ག་རེ་ཟེར་འགྱོད་བཤགས་དང་ཕྱིན་ཆད་སྤང་བླང་ཚུལ་བཞིན་བྱེད་ཀྱི་ཡིན་ཟུར་ཟའི་རྗེས་ཀྱི་སྐད་ཆ་གསལ་པོ་ཞིག་རྩ་བ་ཉིད་ནས་ཤེས་ཐུབ་ཀྱི་ཡོད་མ་རེད། ན་ནིང་ཞི་ཉིན་ལོ་ལ་སྐར་ཆ། བཀའ་བློན། ང་ཚོ་ད་ལྟ་དེ་སྲིད་སྐྱོང། སྲིད་སྐྱོང་རྙིང་པ་གི་དུས་ཚོད་དེ་ལས་ཡལ་ལ། ཨ་ནི་དེ་ཚོ་སྤང་བླང་ཡག་པོ་ཅིག་བྱས་བརྟན་བཞུགས་ཀྱི་བཅག་ན་ཡག་པོ་འདུག་སོང་བྱས་ཀྱི་བཀའ་གནང་བྱས་ནས་ཁོ་ཚོ་ལས་འབྲེལ་བ་བྱས་པ་རེད་དེ། གང་ལྟར་རྩ་བ་ནས་ངོས་ལེན་བྱེད་ཀྱི་ཡོད་མ་རེད་གཙང་མ་བཟོ་གི་མིན། དེ་ཚོ་རྩ་བ་ནས་ནོར་མེད་བཟོ་བྱས་ནས་ཀྱི། གང་ལྟར་མགོ་ནི་སྔོན་མ་གང་དག་ཞུ་དགོས་ཡག་རྒྱུ་མཚན་ནི་དུས་ད་ལྟ་བར་དུ་ལ་ཡང་ག་རེ་བཤད་ཡོད་ན་ག་རེ་བྱས་ཡོད་ན་ག་རེ་བཀྲིས་ཡོད་ན་ཡིག་ཐོག་ལ་བཞག་ཡོད་ན་ངག་ཐོག་ལ་ཡོད་ན་ཅི་ཡང་ནོར་མེད་ཟེར་གྱི་འདུག་ད་སྡོམ་ཚིག་དེ་རེད་ནོར་མེད་ག་ག་ཡག་དེ་ག་རེ་ཟེར་གྱི་རེད། ངོ་བོ་སྒོང་དང་ཐུག་ཚིགས་འདྲ་བོ་དང་ནོར་ཆུ་འདྲ་བོ་དགོས་ཡ་མེད་ཟེར་ན་ད་ལྟ་བར་དུ་ཐུགས་སུ་ལབ་དེ་རེད་དེ་ཁྱེད་ཚང་ཨ་ནི་ང་ཚོ་ད་ལྟ་བར་དུ་ཁག་གཉིས་ལུས་དགོས་ཡ་རྒྱུ་མཚན་དེ་རེད་མི་སུ་ཁ་མ་ནང་ལོག་ལ་མ་འཆམ་བར་དུ་བརྩི་ཡ་ག་གི་ཡོད་མ་ཆབ་སྲིད་ཀྱི་ལྟ་བ་གི་གནད་དོན་དང་བཙན་བྱོལ་གཞུང་གི་བཀའ་ལ་བརྩི་དང་མ་བརྩི་རྒྱལ་བ་རིན་པོ་ཆེན་གྱི་བཀའ་ལ་བརྩི་དང་མ་བརྩི་གནད་དོན་དེ་གི་ཐོག་ལ་ཨ་ནི་ང་ཚོ་གོམས་པ་མཉམ་པོ་སྤོ་མ་ཐུབ་བ་ཇི་ལྟར་མཉམ་དུ་ལས་ཤིག་མ་ཐུབ་བ་ཕུར་པ་མཉམ་དུ་སྒྲིག་མ་ཐུབ་བ་གི་རྒྱུ་མཚན་གཙོ་བོ་དེ་རེད། རྒྱལ་བ་རིན་པོ་ཆེན་གྱི་བཀའ་བཞེས་གསུངས། ད་དེ་གང་ལས་ཤར་ཆོས་བྱེད་ཀྱི་ཡིན་མངན་ཆད་དུ་སེ་ཚ་ཞག་དེ་ནོར་བ་རེད་ཁོང་དང་ཕྱིན་ཆད་རྣམ་གསུམ་དེ་འདྲ་རྩ་བ་ནས་བྱེད་ཀྱི་མི་ཚེ་ན་དེ་ཉིན་པོ་ནས་བྱས་ནས་ང་ཚོ་ནང་ལོག་ལ་ཁག་གཉིས་སྒྲིག་དགོས་ཡ་གི་རྒྱུ་མཚན་གལ་ཡོང་མ་རེད་ཆབ་སྲིད་ཀྱི་གནོད་ཐེབས་ལོག་ཀ་རེད། ཁ་ཞིག་རང་བཙན་འགོག་གི་ཡོད་རེད་ཁ་ཞིག་དབུ་མ་བསྡམ་གི་ཡོད་རེད་དེ་གཅིག་གྱུར་ཡོང་ཟེར་ཡ་དེ་ཁག་པོ་རེད་མི་ཚེ་གཞན་དག་ཅིག་ནང་ལོགས་ལ་རྩོད་རྒྱུ་འཁོལ་རྒྱུ་དང་ཁག་གཉིས་སྒྲིག་དགོས་ཀྱི་རྒྱུ་མཚན་རྩ་བ་ནས་ཡོད་མ་རེད་ཟེར་ནས། ང་ནི་ད་བར་དུ་ལ་ང་ཚོ་དེ་བཤད་བསྡད་ཀྱི་ཡོད་རེད་ཡིན་ན་ལ་ད་ལྟ་བར་དུ་ལ་ཚང་མ་རྩ་བ་ནས་བཟོ་གནང་ཡོད་མ་རེད་དེ་རྩ་བ་མ་བཟོ་བར་ཚང་མ་དེ། ངག་ཐོག་གཅིག་པོ་མ་ཡིན་པར་ཡིག་ཐོག་ཁོ་རང་ལ་ཚང་མ་བང་རིམ་སྒྲིག་བྱས་ནས་ཡོད་བསྡད་པ་རེད་མཐའ་མ་མཐའ་མ་དེ་ལ་བསྡད་དུས་རྡོ་རྗེ་བྲག་རི་རེད་དེའི་ཤུག་པོ་དེ་ལ། སྲིད་སྐྱོང་བློ་བཟང་སེང་གེ་གི་དུས་ཚོད་དེ་ལ་ཡོད་ལ། ཉིས་སྟོང་བཅུ་དགུ་ལོ་ལ། དེ་གསལ་པོ་བྱས་ནས། ད་དེ། ཡིག་ཆ་དེ་ཚོ་གཙང་མ་བཟོ་དགོས་ཀྱི་ཡོད་གཙང་མ་བཟོས་ནས་བསྟན་བཞུགས་བཅག་ན་བཀའ་ཤག་གིས་འགན་ཁུར་བྱས་ནས་ཀྱི་གཙང་མ་བཟོ་སོང་ན་བསྟན་བཞུགས་བཅག་ཡ་ལས་ཡ་ཡན་བསང་ཞོས་ནས་ཀྱི་གོ་སྒྲིག་བྱེད་ཀྱི་ཡིན་གསུངས་པ་རེད་ཡིན་ན་ལ་དེ་ཁས་ལེན་བྱས་ཡོད་མ་རེད་རྒྱུ་མཚན་དེ་ཡིན་འོ་རྡོག་རྡོག་འདྲ་པོ་དེ་ཡིན་ནི་ལ་མི་སློབ་མ་མང་པོ་བཤད་དགོས་ན་ནི་རྫོགས་ཡ་ཡོད་མ་རེད་བཤད་ཚར་ཡ་དང་དྲི་ཚར་ཡ་ཡོད་མ་རེད་ཟེར་ང་ད་རིས་དེ་ཞུ་འདོད་བྱུང་སོང།